ཚིག་གཉིས་གསུམ་ཇི་ཡང་དེ་མི་ནི་སོད་ར་དང་བྲལ་བའི་ཐོག་ནས་ཅིག་ཞུས་ན་བསམ་སོང་ད་འདི་ལྟའི་གྲོང་ཁྱེར་གྱི་རོབ་ཅིག་གསུངས་གནང་སོང། བོད་གྲོང་གི་ལས་གཞི་རྩིས་གཞི་དེ་ཡིན་པས་ན་ཐོག་མ། ད་དེའི་སྐབས་ཀྱི་ཁྱེད་རང་ཚོ་གི་རྒན་ཁྱི་ངའི་ཚོགས་གཙོ་ངག་དབང་འགྲོ་བ་ལའི་སྐབས་ལ་ཡང Boston ལ་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་ཆེན་འཚོགས་པའི་སྐབས་ལ་ལས་གཞི་དེ་ངོ་སྤྲོད་གནང་བྱས་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་ཆེན་ནང་ལ་ཡང། གྲོས་ཆོད་ནང་ཁྱེད་ཀྱི་ཚང་མས་ཀྱི་རྒྱབ་སྐྱོར་ཐོབ་པ་ཅིག་དང་དེ་འབད་བརྩོན་བྱས་སྐོར་ལ་ཡ་ཅིག་གིས་ལས་ཤུགས་ཅིག་ཆགས་བསྡད་ཡོད་རེད། དེ་ནས་ཁྱེད་ཀྱི་རྒྱུན་ལས་དེའི་རྗེས་ལ་ཡ་ཀུན་དགའ་ཉི་མ་ལགས་ཕེབས་རེད་དེའི་རྗེས་ལ་བསྟན་འཛིན་ཉི་མ་ཁ་ཚ་བསྟན་འཛིན་ལྷ་མོ་ལགས་ཕེབས་རེད་ད་བསྟན་འཛིན་ལྷ་མོ་ལགས་སྐབས་བཞི་བ་ཆགས་སྐོར་རེད་ད། དེ་འདའི་རྗེས་ཀྱི་རྒྱུན་ལས་རིམ་པ་ན་ཕེབས་བྱས་ཀུན་དགའ་སྲིད་སྐྱོང་མཆོག་རེད། ཨ་ནི་ད་ལྟ་ང་རང་ཚོ་མཛད་གཙོ་ཕེབས་པའི་སྐབས་ལ་ཡ་ཞུས་བྱས་བོད་མི་སྒྲིག་འཛུགས་སྔོན་ཆོག་ནས་ལས་གཞི་དེ་དངོས་གནས་ཅིག་སྤྱི་པའི་རྩ་དོན་རེད་དེ་ག་ནང་བཞིན་རིག་གཞུང་སྲུང་སྐྱོབ་རེད་དངོས་གནས་ཅིག་ཐུབ་ཕན་སོས་ཡག་གི་དེ་ཡིན་པ་དེ་ལ་རྒྱབ་སྐྱོར་ཡོད་བ་གང་ཤེས་བྱས་ལ་དངོས་གནས་ཅིག་དེ་ལས་གཞི་དེ་ཚགས་ཚུད་པོ་དང་ཡག་པོ་ཡོང་བའི་ཆེད་དུ་ཨ་ནི་བོད་སྤྱི་མཐུན་ཚོགས་པའི་གི་སྟངས་འཛིན་གི་དབང་ལ་གནས་ཐུ་ན་ལ་ལམ་སྟོན་བྱེད་བྱས་ཨ་ནི་ད་སྐུ་ངག་ཉིན་མ་ལ་སྐབས་ལ་རུ་བས LLC ཚུགས་ཨ་དེ་དེ་འདའི་བྱས་བྱས་ད་ལས་གཞི་དེ་དངོས་སུ་ད་ཅིག་ཆ་ཤེས་ནས་མ་ལག་བསྟར་བྱས་གི་མཚམས་ལ་བབ་ཀྱི་ཡོད་དུས་ད་དཔལ་འབྱོར་གི་རྒྱབ་སྐྱོར་དུ་དགོས་ཡོད་དུས་ཨ་ནི། ཁྱོད་ལས་སྐབས་སྔོན་མའི་བཀའ་ལ་ཡང་དཔལ་འབྱོར་གྱི་ད། རྒྱབ་སྐྱོར་དེ་དགོས་ཀྱི་འདུག་ཨ་ནི། ས་ཆ་ཉོ་བ་འགྲོ་སོང་ལ approval དེ་དགོས་ཀྱི་ཡོད་དུས་ཨ་བོད་མི་སྒྲིག་འཛུགས་ལ་ཞུས་བྱས་བོད་མི་སྒྲིག་འཛུགས་ཀྱི་གྲོས་ཚོགས་ནང་ཁྱེད་ཅག་བཀའ་ད། གྲོས་ཚོགས་ལ་ཁྱེད་ཅག་སྔོན་རྩིས་སྐབས་ལ་ཡང་གྲོས་ཚོགས་ནས་བཀའ་བསྟོད་ཞུས་བྱས་ད་རྒྱབ་སྐྱོར་ཐོབ་ཤག་ཅིག་ཆགས་བསྡད་ཡོད་རེད་ཡིན་ནས་ད་ལྟ་བུ་ལོན་གཡར་ཡོད་བ་མ་རེད་ཨ་ད་ལྟ་དེ་དྲུང་ཆེ་གི་གསུང་བ་ན་ཞིག་རེད། ད་ལན་གྲོས་ཚོགས་ནང་ལ་ཡང། གླེང་སློང་རྒྱུ་བྱུང་རྗེས་ཕྱི་གསལ་ནང་གསལ་རེ་བཏང་འཛིན་བྱེད་སྟངས་འགའ་ལ་གླེང་སློང་རྒྱུ་བྱུང་རྗེས་བཀའ་ཤག་ནས་ལམ་སྟོན་དོན་ཚན་ལྔ་ཡོད་པ་དེ་ད་ས་གནས་ལས་ཁ་སང་གོ་བསྡུར་བྱུང་རྗེས་འདིའི་སྒང་ལ་ཡང་ཕྱག་བསྟར་ཞུ་ཡི་གི་གནས་སྟངས་ཅིག་ཆགས་བསྡད་པ་ཅིག་ཆགས་ཡོད་ཅེས་བཅས་དེ་འདྲའི་ཅིག་ཞུ་འདོད་བྱུང། དེ་ག་ནས་བྱིན་ལས་གཞི་གཉིས་པ་དེ་ད་ལྟ Charter School ལ་ཡི་དེ་ཆགས་བསྡད་པ་རེད Charter School རྩིས་གཞི་དེ་ཡིན་པས་ན་ད་ང་ཚོ་ཚོགས་ཆེན་མང་པོ་ཚོགས་པའི་སྐབས་ལ་ཡང་ག་དུས་ཡིན་ན་ད་རྒྱ་གར་ནང་ལ་ཡང་གར་སར་གཏན་འཇགས་སློབ་གྲྭ་ཡོད་པ་ན་བཞིན། དེ་ལས་དེ་འདྲའི་བྱེད་ཚུལ་གོ་ལ་དེ་ཚོགས་ཆེན་སྙེ་མ་ནས་སླེ་བསྡད་འདུག་དེ་ག་ནས་ཤི་དེ་མ་ཆོད་ན་རྒྱ་གར་ལ་ཡ་དམིགས་སུ་བཀའ་བཅད་ད་ཕྱི་གའི་ལས་རྒྱོ་སློབ་ཕྲུག་གི་ཚད་དུ་སློབ་གྲ་བྱེད་ཚུལ་གོ་འདུག་སི་ལ་ནི་ད་འདི་ཏི་སི་བྷི་གི་མ་གས་སུ་ས་ད་ཤོད་ལས་ཡ་ཚིག་བཙུགས་ནའང་དེ་ད་གནས་སྟངས་གར་ཆགས་ཡ་མེད་ཚང་མའི་མཁྱེན་གསལ་རེད་ད་ཕ་གའི་ཏང་ཡན་ལ་དེ་འདྲའི་དཀའ་ངལ་བྱོས་པ་ན་ས་གནས་དེ་རང་ནས་དངུལ་གནས་བྱེད་ད་ལྟའི་དེ་ལྟ་བུར་སྤྱི་མཐུན་ཚོགས་པ་ཚོགས་གཙོ་ཟུར་པ་དང་ཁོ་ན་ཚོ་གི་འགན་འཁྱེར་བཅས་ཏཱ་ལའི་ཤི་ཆི་བང་བཀྲིས་བཅས་ཨ་འདས་མངའ་སྡེ་གི་ཤེས་རིག་ལས་ཁུངས་བརྒྱུད་ནས་རོགས་དངུལ་བཙལ་བཅས་བྱས་ཡ་གི་ད་བང་ཆེ་བྲིས་བསྡད་འདུག་ད་དེའི་ནང་ལ་ལས་གཞི་འདི་འདྲའི་བརྩམས་ཀྱི་ཡོད་ད་ང་ཚོས་གི་རླབས་ཆེན་ཞེའུ་ཆེ་མཐོང་གི་ཡོད་མི་ནི་སོ་ཏཱ་གི་ལས་གཞི་གཉིས་དེ་དངོས་གནས་ཅིག་གསར་གཏོད་ཀྱི་ཨིན་ཇི་ན་ཤི་བ་ན Pilot Project ཅིག་ཆགས་དེ་བ་རེད་ང་ཚོའི་ངོ་ཅོ་ནི་རེ་བ་རྒྱལ་ཡ་དེ་ལས་གཞི་དེ་དངོས་གནས་ཚགས་ཚུད་པོ་དང་ཡག་པོ་ཅིག་ཡོང་དགོས་ཡ་དེ་གལ་ཆེན་པོ་ཡོད་དེ་འཆར་གཞི་དང་ལྡན་པའི་ཐོག་ནས་ཚགས་ཚུད་པོ་ཅིག་ཡོང་པ་ཡིན་ན། ཡག་པོ་བྱུང་ཡོང་པ་ན་ང་ཚོས་མིག་དཔེ་ལྟ་ཧ་ཡག་གི། དེ་འད་ཅིག་ལ་མཐོང་ཆེད་ལས་གཞི་དེ་ལ་རྒྱབ་སྐྱོར་བྱེད་དགོས་ཡིན་པའི་ནས་ལམ་སྟོན་དེ་ག་རང་བྱེད་ཀྱི་ཡོད་དེ་ཡིན་དུས་གོ་སྐབས་འདིའི་བརྒྱུད་ནས་ད་ལྟ་བར་དུ་འདིའི་ནང་ལ་མཉམ་ཞུགས་གནང་མཁན་ཐོ་འགོད་བྱེད་མཁན་ཕྲུ་གུ་ལྔ་བཅུ་ཙུ་བྱུང་ཡོད་ས་རེད། ཨ་འདི་ལྟར་ལས་གཞི་འདི་ང་ཚོ་གལ་ཆེན་པོ་ཞིག་བརྩི་གི་ཡོད་ཨ་ཕ་མེས་ཚོས་སྔོན་བྱོན་ནས་འདི་ན་མཉམ་ཞུགས་བྱེད་ཐུབ་བས་ན་སོ་སོའི་ཕྲུ་གུ་ཙམ་མིན་པར་དངོས་གནས་མ་འོངས་པ། རླབས་ཆེན་གྱིས་ད་ཕྱི་བལ་གྱི་རྩ་དོན་དོན་དག་རེད་བོད་ཀྱི་སྐད་ཡིག་རེད་རིག་གཞུང་རེད་འདི་སྲུང་སྐྱོབ་བྱེད་ཡ་དང་ཉར་ཚགས་བྱེད་ཡ་ལ་ཏན་ཏན་ཐུགས་ཕན་སོས་གི་རེད་བསམ་ཆེད་གོ་སྐབས་འདི་སྐྱེས་ནས་དེ་འད་ཅི་འབོད་སྐུལ་ཞུ་འདོད་བྱུང་སོང།